ད་མཐོ་རིས་ཀྱི་གནས་གཉིས་པ་ལྷ་མིན་གྱི་སྡུག་བསྔལ། ད་ལྷ་མ་ཡིན། ལྷ་མ་ཡིན་ལ་ཁོ་ཚོས་ཨ་སུ་ར་ཡིན་ན་ཟེར་གི་འདུག་ཨ་སུ་ར། ཨ་སུ་ར་ཟེར་དུས་ག་ལ་ལྷ་མ་ཡིན། Demi God། ཨོ་དེ་སྤྱིར་དཔལ་འབྱོར་ལོངས་སྤྱོད་ལྷ་རྣམས་ལ་འགྲན་པ་ཙམ་ཡོད་ཀྱང། ལྷ་མ་ཡིན་ཟེར་མཁན་དེ་ག་རེད་ཟེར་ན་དཔལ་འབྱོར་ལོངས་སྤྱོད་ཕུན་སུམ་ཚོགས་པ་ཡོད་དེ་གའི་དཔེ་མ་སྲིད་པའི་སྟོབས་ཆེན་པོ་སྟོབས་མངའ་ཐང་དབང་ཐང་ཤུགས་ཆེན་པོ་ཡོད་དེང་གི་རྒྱུ་ནོར་ལོངས་སྤྱོད་ཕུན་སུམ་ཚོགས་པ་ཡོང་ཡོད་དེང་གི་ཞིག་རེད་ལྷ་མ་ཡིན་སྲིད་གི་རེད་ཚོ་པས་མི་སྲིད་ནུས་པ་ཆེན་པོ་དེ་འདྲས་ཡོད་དེང་གི་དེ་འདྲས་རེད་གང་ལྟར་ཡང་དེ་འདྲས་ཡོད་རེད་ཁོང་ཚོས་གི་རྒྱུ་ནོར་ལོངས་སྤྱོད་དེ་ལྷ་ཡི་རྒྱུ་ནོར་ལོངས་སྤྱོད་ལ་འགྲན་ཐུག་ཡས་ཀོམ་ཀོམ་པིད་བྱེད་ཐུག་ཡས་དེ་འདྲས་ཡོད་དེ་སྔོན་མི་དགེ་མི་དགེ་བའི་སྔོན་མི་དགེའི་ཕྲག་དོག་དང་འཐབ་རྩོད་ལ་གོམས་ཤིང། ལས་དེས་སྤངས་པའི་ལུས་རྟེན་དེ་བཟུང་བ་ཙམ་ནས་ཕྲག་དོག་གི་འདུ་ཤེས་རགས་སྡུད་རེད། ལྷ་མ་ཡིན་གྱི་ནང་ལ་རྒྱལ་གྱི་རྒྱུ་དེ་ག་རེ་རེད་ཟེར་ན། སྐྱེ་བ་སྔོན་མ་ཁོ་རང་གི་ཕྲག་དོག་ཁོ་ན་སྤྱད་ནས་མི་སྙེམས་དོགས་འཐབ་རྩོད་འཁྲུག་པོ་ཁོ་རང་བརྒྱབ། ཟོ་བ་འཁྲུག་པ་ཁོ་ན་སྐྱབས་ཡང་ན་ཕྲག་དོག་ཁོ་ན་བྱེད་པའི་རྒྱུ་མཚན་ལ་ལྟོས་ནས་ལྷ་མ་ཡིན་ལ་སྐྱེས་འགྲོ་གི་རེད། ཨོ་རྒྱུ་དེ་ལ་ལྟོས་ནས་སྐྱེ་སའི་གནས་དེ་ལྷ་མ་ཡིན་གྱི་གནས་རེད་ལྷ་མ་ཡིན་ལ་སྐྱེས་འགྲོ་གི་རེད། ཨོ་དེ་འདྲས་སྐྱེས་དེ་འགལ་ཏེ་ཆུན་ཆུན་སྐབས་ར་ནས་ལམ་སང་ཁོ་རང་ཕྲག་དོག་དང་ཁོང་ཁྲོ་དང་ང་རྒྱལ་དང་འཁྲུག་པ་རྒྱལ་བས་དེ་མ་གཏོགས་གལ་གལ་ཡོག་མ་རེད་གསུངས་དང། ལྷ་མ་ཡིན་ལ་ཡོང་གི་འདུག་ཕྲག་དོག་དང་འཐབ་རྩོད་འཁྲུག་པ་རྒྱག་ཡོད་པའི་མ་ཟི་མང་པོ་རེད། དེང་སང་སྐབས་འགར་ལ་མི་དེ་འདྲ་ཡིན་ན་ཁྱོ་ག་སྐྱེས་མེད་དེ་འདྲ་ཡིན་ན་ཁྱོ་ག་སྐྱེས་མེད་དེ་འདྲ་འཁྲུག་པ་ཁོ་རང་སྐྱབས་དེ་འདྲ་ཡོང་གི་འདུག་ག་བཞིན། དགོངས་དག་འདུག་སུ་ཀླད་པ་དག་ཁང་པའི་ནང་ལ་ལྟ་རང་དང་དང་སུ་པར་གནོད་བྱེད་དུ་འཛུལ་ཡོད་རྫིང་རེད་ཚད་ཡང་སང་ཉིན་ཞོགས་པའི་དེ་ལས་དེ་ཁོ་གཉིས་ཤམ་ནས་ཉམས་རྡོ་སྒྲོག་རེད་ཡང་མཚན་གང་འཁྲུག་པ་རྒྱབ་དེ་འདྲ་འོ་དེ་འདྲ་དེ་འདྲ་མང་པོ་ཞེ་དྲག་ཡོད་རེད་ག་བཞིན་འཁྲུག་པ་ཁོ་ན་འཁྲུག་པ་ཁོ་ན་ཡང་ཞོགས་པའི་ལས་དུ་ཆམ་འགྲོ་གི་འདུག་ཁོ་རང་གཉིས།

ད་དེ་ཚོ་ལར་མ་ཡིན་འདྲ་པོར་གྱི་རེད་ད་བསམ་དང་ན་ཉིན་མཚན་མེད་པར་འཁྲུག་པ་རྒྱབ་དེ་ཟེར་ན་ཡག་པོ་རེད་མི་འདུག་ག་འཁྲུག་པ་རྒྱ་ཡ་དེ་ཡག་པོ་མ་རེད་དེ། འོ་དེ་ལར་མ་ཡིན་ཕྲག་དོག་གི་ག་ཕྱིར། ཕྲག་དོག་དང་འབོད་རྩོལ་ལ་གོམས་ཤིང་ལས་དེས་སྤངས་པའི་ལུས་རྟེན་འདི་ལ་ཡང། ལུས་རྟེན་འདི་བཟུང་བ་ཙམ་ནས་ཕྲག་དོག་གི་འདུ་ཤེས་རག་ས་ཕྲག་དོག་ཁོ་ན་སྤྱད་ནས་བསམ་བློ་ཀུན་སློང་བཏང་ཡང་དེ་ཕྲག་དོག་དེ་དཔེ་མ་སྲིད་རག་པ་ཡོད་རེད་རག་པ་སྲིད་དུས་ཕྲག་དོག་ཆེན་པོ་ཡོད་རེད། གཅིག་གཅིག་ལ་ལམ་སང་དམིགས་བསལ་རྒྱབ་ཕྲག་དོག་བྱེད་ཤུགས་ཆེན་པོ་ཞིག་འདྲ་ཡོད་དེ། འོ་དེ་འདྲའི་ཡོད་རང་གི་གནས་ནའང་གནས་དང་སྡེ་རིགས་ལ་རྩོད་ཅིང་སོ་སོ་སོའི་གནས་བླ་མ་ཡིན་གྱི་གནས་དེ་བ་ལས་དུས་གང་ལ་ཁམས་སྐབས་འགའ་ལ་ས་ཆའི་དོན་ལ་དཀྲུགས་པ་རྒྱག་གི་ཡོད་སྐབས་འགའ་ལ་སོ་སོའི་གི་མི་སེར་གྱི་དོན་ལ་དཀྲུགས་པ་རྒྱག་གི་ཡོད་སྡེ་རིགས་སུ་ནི་ཁུངས་མདོག་ཁུངས་མདོག་ཡོད་རུང་དེ་འདྲའི་གཅིག་གཅིག་ལ་བར་དུ་དཀྲུགས་པ་རྒྱབ་པའི་ཤ་ཐང་ཞིག་རེད་ད་བླ་མ་ཡིན་གསུང་གི་དེ་དེ་འདྲའི་ལས་ངན་པ་ཁོང་ཚོ་ལ་ཁ་ཏུན་ཡིན་ན་དཀྲུགས་པ་འཛིན་ངེས་དེ། ཕན་ཚུན་མི་མཐུན་པའི་འཐབ་རྩོད་ཁོ་ནས་དུས་དག་སེ་གཅིག་གཅིག་ལ་མཐུན་པོ་བྱས་ནས་ཁྱོད་འདས་ཐུག་གི་ཡོད་མ་རེད་འཁྲུག་པ་ཁོ་ན་རྒྱབ་འདེད་མཁན་དེ་ལྷ་མ་ཡིན་གི་ད་སྡུག་བསྔལ་རེད་ད་འཁྲུག་པ་རྐྱང་རྐྱང་རྒྱབ་ཟེར་བསྡད་ས་ལ་བདེན་སྐྱིད་ནས་སྐྱིད་པོ་རེད་མི་འདུག་བསམ་བཏང་ན་འོ་སྐྱིད་པོ་དང་ཡང་དུས་ཚོད་ཅི་ཡང་ཡོད་མ་རེད་ཡར་ལྷ་ལ་བལྟས་པས་ཟེར་བ་ད་དམ་དོ་ཕྲག་དོག་ག་རེ་ཡོད་ད་སོ་སོའི་ལུང་པ་དེའི་ནང་ལ་ཁོ་རང་ཚོ་ཁོ་རང་ཚོར་འཁྲུག་པ་རྒྱབ་ད་རྒྱབ་ཕྲག་དོག་བྱེད་ད་བྱེད་ད་ཡར་ལྷ་ཡུལ་ལ་བལྟ་གི་རེད་ཟེར་བ་ལྷ་མ་ཡིན་དེ་ཚོ། ཁོ་རང་ཚོ་རྒྱུ་ཆེན་པོར་ད་ལྷ་མ་ཡིན་དུ་ཚོ། དཔེར་ན་འཇིག་རྟེན་གྱི་ནང་ལ་ང་ཚོ་འདུག་ད་དུས་ལྷ་མ་ཡིན་སུ་རེད་ཟེར་དུས་གང་ན། རཱ་མ་ཡང་ན་ཁྱེད་རང་ཚོའི་གོ་ཡོད་རོ་རཱམ་དང་ལག་ཤི་མན་སིང་གི་ཅིག་མི་འདུག་ཨེ། རཱམ་དང་ལག་ཤི་མན་སི་ཏཱ་དང། སི་ཏཱ་ཀུ་མ་རྒྱང་གེ་གི་ར་བ་ན་སི་འདུས་ཅིག་མི་འདུག་ཨེ། ཨོ་ད། ལྷ་མ་ཡིག་དོན་ཚོད་ཁྲེལ་རེད། ལྷ་ཡུལ་ལས་འགྲོ་ཐུབ་རིག་གོ། ནུས་པ་ཆེན་པོ་ཞི་བར་བར་སྣང་ལས་འཕུར་ཐུབ་རིག་གོ། དེ་འདྲའི་ནུས་པ་ཡོད་དེང་གི་ལྷ་མ་ཡིན་དེ་འདྲའི་མང་པོ་སྟོབས་ཆེན་པོ་དེ་འདྲའི་བཞི་པོ་དེ་འདྲ་ཡོད་རེད་གཞན་བདུད་འདྲ་བོ་ད་བདུད་ད་མ་རེད་ལྷ་ཡང་མ་རེད་མི་ཡང་མ་རེད་བར་དེ་ལས་ལྷ་མ་ཡིན་ཟེར་རེད་ཨོ་དེ་འདྲའི་གི་ནུས་པ་ཆེན་པོ་ཡོད་དེང་གི་རྒྱུ་ནོར་ལོངས་སྤྱོད་ཕུན་སུམ་ཚོགས་པ་པདྨ་བསིལ་བའི་རྒྱུ་ཆེན་པོ་སྟོབས་མངའ་ཐང་ཆེན་པོ་ཨོ་དེ་འདྲའི་ཤུགས་ཆེན་པོ་དེ་འདྲ་ཡོད་རེད་ཨོ་དེ་འདྲའི་ཡོད་དེང་གི་དེ་ཡར་ལྷ་ལ་བལྟས་པས་དཔལ་འབྱོར་དང་ལོངས་སྤྱོད་ཕུན་སུམ་ཚོགས་ཤིང། ད་ཁོང་ཚོ་ཁོང་ཁྲོ་འདི་ཕྲག་དོག་འདི་ཤུགས་ཆེན་པོ་ཡོད་རང་ལྷ་ཡུལ་ལ་ཡ་དེ་འདྲའི་ལྟ་ཡོད་འདོད་ག་ལ་ལྷ་ཡུལ་ལ་ད་དཔལ་འབྱོར་ཕུན་སུམ་ཚོགས་པ་ཡོད་པ་དེ་ཁོ་ཧར་འདི་མཐོང་ཡོད་འདོད་ག་ལ་ཕྲག་དོག་སྐྱེ་གི་རོ་ད་དེ་ད་ང་ལ་གོ་གི་འདུག་བསམ་གི་ཡོད་ལམ་སང་འོ་འདི་ཕྲག་དོག་འདི་དེར་བརྟེན་དགོས་འདོད་ཐམས་ཅད་དཔག་བསམ་གྱི་ཤིང་ལས་བྱུང་བ་མཐོང་བར་ཤེས་ཤིང། ཞེས་མཐོང་བས་ཤིང་དེའི་རྩ་བ་ལྷ་མ་ཡིན་གྱི་ཡུལ་ན་ཡོད་པ་སོགས་ལ་བལྟས་ནས་ཕྲག་དོག་མི་བཟོད་པ་སྐྱེས་ཏེ་གོ་ཆ་གྱོན་མཚོན་ཆ་ཐོགས་ནས་ལྷ་རྣམས་དང་འཐབ་འཐབ་ཏུ་འགྲོ། དེ་རེད། ལྷ་ཡུལ་ལ་ཡང་དེ་འདྲའི་རྟགས་ཡོང་དུས་གང་ལ་ལྷ་དེ་ཚོའི་ལོངས་སྤྱོད་ཕུན་སུམ་ཚོགས་པ་ཡོད་དེ་འགས་སྐྱིད་པོ་ཡོད་དེ་འགས་དེའི་ནང་ནས་ཀྱང་དཔག་བསམ་གྱི་ཤིང་ཟེར་བ་དཔག་བསམ་གྱི་ཤིང་ཟེར་ཏེ་ཤིང་དེ Wish Full Wish Fulfilling Jewel གར་སོ་རེད། Tree ཡིན་ན་སྲིད་ཀྱི་འདུག་བ། ཤིང་སྡོང་དེ་ལ་སྨོན་ལམ་བཏབ་ཚེ་གང་པོ་འགྲུབ་ཡོང་གི་རེད་ཁྱོད་རང་སྨོན་ལམ་ག་རེ་བཏབ་ནས་ལམ་སང་འགྲུབ་ཡོང་གི་རེད། ཨོ་དེ་འདྲས་ཀྱི་ཤིང་དེ་སྐྱེ་ས་དེ་ལྷ་མ་ཡིན་ལུང་པ་ནས་ཡར་སྐྱེས་འགྲོ་གི་རེད། ཡར་ཁའི་སྐྱེས་ནས་འབྲས་བུ་བཟང་གི་རེད་སུ་ལགས་ཚོས་བཟའ་ཤག་རེད། ཁོང་ཚོ་ལ་བཟའ་ཡས་ཁྱོད་ནི་ར་ཨུ་མ་རེད། ལས་ངན་པ་ཟེར་ངེས་དེ་འདྲས་རེད་དོ། སྐྱེ་ས་དེ་ཁོང་ཚོའི་ལུང་པ་ལ་སྐྱེས་བེད་སྤྱོད་བཏང་གི་དེ་ལྷ་ཡི་བེད་སྤྱོད་བཏང་གི་རེད། ལྷ་དུ་འདི་ག་ཚོས་བསོད་ནམས་ཆེ་གི་རེད་དེ། དེང་སང་ཁོ་ཚོས་དེ་མཐོང་གི་འདུག་གམ་རྩིག་པ་ཟ་གི་ཡོད་རེད་ཕྲག་དོག་སྐྱེ་གི་ཡོད་རེད་ངུ་འཛོད་ཟ་ཆོད་ལ་སྐྱེ་གི་ཡོད་རེད་ད་ཁོ་ཚོས་གི་བེད་སྤྱོད་བཏང་གི་འདུག་བསམ་གི་གོ་རང་ཚོ་ནི་བེད་སྤྱོད་བཏང་ཡས་ཅི་ཡས་རག་གི་ཡོད་མ་རེད་ཤིང་ཏོག་འདྲ་མོ་འདྲ་ག་རེ་ཡོད་པ་དེ་སྨོན་ལམ་སྟབས་ཚེ་གང་པོ་ལྷ་ལ་སྒྲུབ་གི་ཡོད་རེད་ལྷ་ལ་བདུད་རྩི་ཡོད་རེད་ད་འདུག་ཨོ་དེ་འདྲས་ཡོད་དེ་མཐོང་ཡོང་དུས་གང་ལ་དེ་ནི་ཕྲག་དོག་སྐྱེ། དཔག་བསམ་གྱི་ཤིང་ལས་བྱུང་བ་མཐོང་བ་ཤེས་ཤིང་དེ་ཤིང་དེའི་རྩ་བ་ལྷ་མ་ཡིན་གྱི་ཡུལ་ན་ཡོད་པ་ཟེར་བ་ཤིང་དེ་གི་རྩ་བ་དེ་ལྷ་མ་ཡི་ཡུལ་ནི་ཡང་སྐྱེ་གི་ཡོད་རེད། དེ་ལ་བརྟེན་ནས་ཕྲག་དོག་མི་བཟོད་པ་སྐྱེས་ཏེ་གོ་ཆ་གྱོན་ཟེར་དུས་གང་ལྟར་ཕྲག་མོག་དེ་ཚོ་ཁོས་མཚོན་ཆ་ཁྱིར་ཁྲིད་དང་ལག་དེ་འདི་ལག་ཆ་དེ་འདྲ་དྲག་མ་དྲག་ཁྱིར་དེ་ནི་ལྷ་ལྷ་དེ་ཚོ་ལ་དམག་རྒྱག་ག་འགྲོ་དགོས་རེད། འོ་ཡ་ད་ཐབས་དུ་འགྲོ་དེའི་ཚེ་ལྷ་རྣམས་ནི་རྩུབ་འགྱུར་གྱི་ཚལ་དུ་སོང་སྟེ་གོ་མཚོན་དག་བླངས་ནས། ད་འདི་དེ་རེད་རྩུབ་འགྱུར་གྱི་ཚལ། ལྷ་ཡུལ་ལ་ཡོར་ཏེ། ལྷ་ཡུལ་ལ་དེ་འདྲའི་གཞོན་སྐུ་ཟློས་གར་ཟ་དཔག་བསམ་གྱི་ཤིང་ཡོད་ས། དེ་ནི་འགག་འདྲེན་བསྟེན་ཚེ་སྙིང་རྗེ་བོ་དེ་ནི་སྐྱེ་བོ་བཏང་ས་དེ་ནི་འགག་འདྲེན་སྙིང་རྗེ་བོ་བསྟེན་རེས་ལྷ་དང་ལྷ་མོ་ཕོ་མོ་དེ་ཚོ་དཔའ་སྐྱེ་བོ་བཏང་ས། དེ་ཡང་ཁ་ཤས་ལ་ཁ་རི་ཚོ་རྫི་བོ་རྫིང་བུ་བསྟེན་རེས་སྙིང་རྗེ་བོ་བསྟེན་རེས་ཡོད་ས་ཁ་ཤས་ལ་རྩུབ་སྐྱུར་གྱི་ཚལ་ཟེར་མཁན་འདི་འདྲ་ཞིག་ཡོད་རེད་ལྷ་ཡུལ་ལ། རྩུབ་སྐྱུར་གྱི་ཚལ། རྩུབ་སྐྱུར་གྱི་ཚལ་ཟེར་ལྷ་ལ་གཅིག་དང། ཁོང་ཁྲོ་ཞེ་དྲག་ཡོད་ཨ་མ་རེད། ཁོང་ཁྲོ་མེད་དུས་གང་ན་ད་དམག་རྒྱག་པར་འགྱུར་ཟེར་དུས་དམག་རྒྱག་པའི་དཀའ་ལས་ཁག་པོར་བ། ད་གར་ཕྱིར་རྩུབ་སྒྱུར་གྱི་ཚལ་ནང་ལ་འགྲོ་གི་རེད་དེ། རྩུབ་སྒྱུར་ཚལ་ཟེར་དུས་གང་ལ Forest of Aggression ཡིན་ན་གཟིགས་འདུག་དེ་ནང་ལ་ད་ལམ་སང་ཁོང་ཁྲོ་ལམ་རྒྱུག་ཡོད་དེང་གི་ཆགས་འགྲོ་གི་རེད་ཟེར་དེ་ནང་ལ་འཛུལ་འགྲོ་དུས། ད་ཕ་གིའི་ནང་ལ་ཕྱིན་དེ་མཚོན་ཆ་འདྲ་ལག་ཆ་དེ་འདྲ་འདྲ་མ་འདྲ་གི་དེ་ནི་ལྷ་མ་ཡིན་གྱི་འདུག་དམག་རྒྱག་ག་འགྲོ་གི་ཡོད་རེད་གསུངས་ཏེ། ལྷ་མ་ཡིན་དམག་རྒྱབ་དུས་ལྷ་མ་ཡིན་མ་གས་ཡོད་རེད་ལྷ་དེ་སྒང་ནས་མ་བཏགས་ཡོད་དེ་དེ་སྒང་ལ་དེང་གི་འཐོབ་གི་རེད་ད། ག་འདི་ཡིན་ནི་མིན། དེང་སང་ཁོང་ཚོའི་དམག་གི་འདི་རྩུབ་རྒྱུག་གྱི་ཚད་ནང་དུ་སོང། གོ་ད་མགོ་འཇའ་དང་མཚོན་འཇའ་དག་བླངས། དེ་ནི་འདི་རྨོག་དེ་འདྲས་གོན་དེ་ནི་མཚོན་འཇའ་འདྲ་མ་འདྲ་དེ་ཁྱི། དེ་ནི་རྒྱལ་ཆེན་ལ་ག་རེ་ཡོད་ཟེར་ན Vajras། རྒྱལ་ཆེན་གྱི་རྡོ་རྗེ་ཅིག་ཡོད་དེ། ངོ་ཚོས་རྡོ་རྗེ་ཟེར་དུས་གམ་ང་རང་ཚོས་དྲིལ་བུ་དང་རྡོ་རྗེ་འདུ་བ་དེ་འདྲས་རེད་འདུག་ཁོང་ཚོས་འདི་རྡོ་རྗེ་དེ་རྒྱལ་ཆེན་ལག་པ་ལ་གས་འདི་རྒྱ་གར་གྱི་ཧིན་དུའི་ལུགས་སྲོལ་ལྟར་དུ་རྡོ་རྗེ་དེ་ག་འདྲས་འདུག་ཟེར་ན་རིང་པོ་ཞིག་དེ་ལ་བ་ཤོག་པ་ཡོད་དེང་གི་སོར་ཆིག་འོང་ཁོ་ལ Vajras ནི་རྒྱལ་སྤྱི་ལ་ལག་ཆ་ཅིག་ཡོད་རེད། ད་རྡོ་རྗེ་ཟེར་ཡས་ཀྱི་མཚན་ཉིད་ག་རེད་ཟེར་ན། རྡོ་རྗེ་གི་ཕ་གཅིག་གཡུགས་སོང་ན་སྟོར་ཡར་གཏོགས་སོང་ན་ཕ་གི་ག་བ་བཏང་བས་ནི་ཕ་གི་རྩ་མེད་དུ་བཏང་ཞག་རེད། རྩ་མེད་བཏང་ནས་རྡོ་རྗེ་དེ་ཚུར་ལོག་ཡོང་བར་ཡང་བསྐྱར་རྒྱལ་སྤྱིའི་ལག་པ་སླེབས་ཡོང་རེད། རྡོ་རྗེ་གཏོར་གཏོང་མཁན་སུ་གཅིག་ཡོད་མ་རེད། འོ། དེ་རྒྱལ་ཞིང་ལ་ལག་ཆ་དེ་འདྲས་ཅིག་ཡོད་རེད་བ་ཇི་ར་སེང་ཞིག། ད་ཁོས་གཅིག་ཕར་བཏང་ཤ་ན་ད་སེ་རང་རེད་ད་སུ་ཡིན་ནའི། གང་བྱུང་མང་བྱུང་བེད་སྤྱོད་བཏང་གི་མ་རེད་ཁོས་བཏང་སོང་ན་ད་རྩ་མེད་བཏང་རྐྱང་མ་ཏོ་ཡོད་མ་རེད། འོ་དེ་འདྲས་ཡོད་དེ་འགན་ལྷ་ལྷ་གཞན་དག་ཚོ་ཚོ་ལ་དེ་འདྲས་ཡོད་མ་རེད་ནས་མཚོན་ཆ་དེ་འདྲས་ཁེ་དེ་ནས་མ་རྒྱབ་གི་རེད། ལྷ་ཡི་གླང་པོ་ཆེ་རབ་བརྟན་གྱི་སྒོ་སུམ་ཅུ་རྩ་གཉིས་ལ་ཉེ་དབང་སུམ་ཅུ་རྩ་གཉིས་བསྟན། ལྷ་ཡི་དབང་པོ་བརྒྱ་བྱིན་གྱི་གདན་ས་ཀྱི་གླང་པོ་ཆེ་ཇི་ཡོར་གླང་པོ་ཆེ་རབ་བརྟན། འདི་ཡིས་སངས་རྒྱས་ཀྱི་མདོ་དང་བསྟན་བཅོས་དེ་ཚོའི་ནང་ལ་ལྷག་པར་དུ་མདོ་དེ་འདྲའི་ཀློག་བཀའ་འགྱུར་བསྟན་འགྱུར་ཀློག་ཡོང་དུས་གང་ལ་ད་འདི་འདྲའི། ཨིནྡྲ་དང་འདི་ཁར་སོ་ད་ཅི་དེ་ཡི་རྗེས་སམ་སོ་ད་འདི། གདུགས་དཀར་འདུག་ག། གདུགས་དཀར། གདུགས་དཀར་མཆོག་སྤྲུལ་མ་སེར་འདོན། གདུགས་དཀར་གྱི་རྡོ་གཅིག་ཡོད་དེ། གདུགས་དཀར་གྱི་རྡོ་འདོན་མཁན་ནི་ལྷ་ཡི། ལྷ་ཡི་ལྭ་བ་དཀར་པོ་རྡོ་དཀར་པོ་གཅིག་སྟེང་དུ་དེ་ནི་བོང་བུ་རྩིག་གར་ཡིན་ན་ཅི་འདི་འདྲའི་བོང་བུ། འདི་བྱིས་པའི་བུམ་ཆུང་ཟིན་གྱི་དེ་ཚོ་ཡའོ། ད་འདི་དང་འབྲེལ་བ་ཡོད་དེ་གའི། ཨོ་དེ་ཚོའི་ནང་ལས་བ་ཅའི་ལྷ་ཡི། ལྷ་ཡི་གླང་པོ་ཆེ་རབ་བརྟན་ཟིན་གྱི་དེ་ཨོ་དེ་ཚིག་དེ་མང་པོ་གླེང་ཡོང་དེ། དེ་མཚམས་གླང་པོ་ཆེ་རབ་བརྟན་དེའི་སྒོ་སུམ་ཅུ་སོ་གསུམ་ཡོད་ཟེར་དེ། གླང་པོ་ཆེ་རབ་བརྟན་དེ་ལ་གླང་ཆེན་གཟུགས་པོ་གཅིག་ལ་སྒོ་སུམ་ཅུ་སོ་གསུམ། ད་སྒོ་རེའི་རིགས་ཀྱི་མཚམས་དེ་ལ་སུ་བསྡད་ཀྱི་ཡོད་རེད། ལྷ་རེར་ལྷ་ཡི Minister རེ་བསྡད་འགྲོ་གི་རེད། ཉེས་དབང་སུམ་ཅུ་སོ་གཉིས་ཡོད་རེད། སི་ཏུ་གང་ལྷ་ཡི་དབང་པོ་དེ་སྐྱིད་དེ་རེད་ལྷ་ཡི་དབང་པོ་བརྒྱ་བྱིན་གྱི་དབང་པོ་སྐྱིད་དེ་དེང་གི་སྒོ་སྐྱིད་དེ་དེ་གི་རེད། ད་དེ་ནི་བ་ད་གཞན་དག་སུམ་ཅུ་སོ་གཉིས་དེ་ནི་བ་བཅུ་དྲུག་ཡོད་རེད་དེ་ནི་བ་བཅུ་དྲུག་ཡོད་རེད། རེའི་རིགས་སྟེང་དུ Minister རེ་བསྡད་ལྷ་རྐྱང་རྐྱང། འོ་ད་དེ་འདྲའི་ལྷ་ཡོང་པོ་དེ་ལྷ་ཡི་གླང་པོ་ཆེ་རབ་བརྟན་དེ་གཅིག་རེད་སླེ་ཡོང་དུས་དེ་ཚོ་ཚང་མ་མཉམ་དུ་སླེ་ཡོང་དུས་ག་ལ་དེ་ནི་ལྷ་མ་ཡིན་ཞེ་ད་ག་ཚོད་ཤུགས་ཆེན་པོ་ཡིན་ན་ཞེ་ད་ལག་ཀེག་མར་ད་མ་རྒྱབ་དུས་ག་ལ་འོ་གང་ལྟར་ཡང་ལྷ་ཡོང་པོ་ལྷ་ཡི་མགོ་གླང་པོ་ཆེ་རབ་བརྟན་གྱི་མགོ་བོ་སུམ་ཅུ་རྩ་གཉིས་ལ་ཉེ་དབང་སུམ་ཅུ་རྩ་གཉིས་དེ། དབུས་ཀྱི་སྒོ་དེའི་སྟེང་དུ་ལྷའི་དབང་པོ་བརྒྱ་བྱིན་བཞོན་ཏེ། འདི་གང་ལགས་ཤོ་འདི་མ་བརྒྱ་འགྲོ། ལྷ་ཡི་དམག་ཚོགས་བསམ་གྱིས་མི་ཁྱབ་པ་བསྐོར་ནས། སྐུ་གསོལ་ཆགས་སྒྲ་སྒྲོགས་ཤིང་གཟི་བྱིན་བཟོད་པར་དཀའ་བ་ཙམ་དུ་འོང་བ་དང། ད་ལྷ་ཡི་དམག་ཚོགས་བསམ་གྱིས་མི་ཁྱབ་པ་མང་པོ་བསྐོར་ནས་དེ་ནི་ཡང་ནི་མ་བརྒྱ་འགྲོ། སྐུ་སྐུ་སོགས་ཟེར་དུས་གང་ལ་ང་ཚོ་ནི་ཀི་ཀི་སོགས་སོགས་ལྷ་རྒྱལ་ལོ་སི་ལ་བོ་འདྲ་བོ་རེད་ད་ཁོ་རང་ཚོ་ལྷ་རེད་ལྷ་རྒྱལ་ལོ་འདྲ་ལ་གི་མ་རེད་ཀི་ཀི་སོགས་སོགས་སི་ལ་བོ་འདྲ་བོ་རེད་ད་དོན་དག་དེ་རེད་ཀི་སོགས་སྐུ་སོགས་ཟེར་ན་དེ་རེད་དེ། ཨོ་བདེན་འགྲེལ་གྱི་སྐད་ཆེན་པོ་དེ་འདྲ་རྒྱབ་དེ་ནི་དམག་རྒྱག་ག་འགྲོ་དགོས་ད་ལྷ་དེ་རེད། ལྷ་མ་ཡིན་སྙེམས་དུ་དམག་རྒྱག་གི་རེད། འགྲོ་ཞིང་གཟི་བྱིན་གྱིས་གཟི་བྱིན་བཟོད་པར་དཀའ་བ་ཙམ་དུ་འོང་ཟེར་ཁོང་ཚོ་རེ་རེ་ལས་ཡོང་དུས་གང་ལ་ཏིལ་ལྷ་མ་ཡིན་ཞེ་དྲག་ཞེ་དྲག་བྱེད་ཐུག་གི་ཡོད་མ་རེད། ཐར་པའི་ཚེ་ལྷ་རྣམས་ཀྱིས་རྡོ་རྗེ་དང་འཁོར་ལོ་སོགས་དེ་ལྷ་ཡི་དོར་བྱས་ཏེ་འཕེན་སོང་ན་དེ་ནི་ལྷ་མ་ཡིན་ཙམ་བར་བྱེད་བར་བྱེད་ཙམ་མས་བཏང་འགྲོ་གི་རེད་དེ་ནི་ལྷ་ལྷ་ཁ་ཤས་ཀྱི་འཁོར་ལོ་བཏང་གི་རེད་ད་བིཤནུ་གི་འཁོར་ལོ་བཏང་གི་མི་འདུག་ཅག་གི་ར་འཁོར་ལོ་ཟེར་ན་འདི་རེད།

ད་རྟེན་འབྲེལ་གྱི་དུང་དང་བརྡ་དང་འཁོར་ལོ་དང་གཏོར་བྱེད་རྟེན་འབྲེལ་དེ་མཚོན་བྱེད་རྟེན་འབྲེལ་ཕམ་ཡོང་དུས་གང་ལ་ལ་སོགས་པ་ཆར་བཞིན་དུ་འབེབས་ཤིང་ཆར་པ་བབ་པོ་ན་ཡིན་ཏེ་མཚོན་བྱེད་རྟེན་འབྲེལ་བབས་ཡོང་དུས་ད་ལྷ་རྫུ་འཕྲུལ་དང་ལྡན་པའི་རིའུ་ཆེ་རྣམས་ཀྱང་སྤངས་པས་སྤངས་པས་བཏེགས་པས་ཕན་པར་བྱེད། ལྷ་ལ་རྫུ་འཕྲུལ་སྟོབས་ཆེན་པོ་ཡོད་པར་སོང་ཙང་རིའི་རི་ཆེན་པོ་དེ་འདྲའི་ཡར་ལག་པའི་དེ་འདྲའི་ཡར་བཀྱགས་ནས་ཡུན་མ་གཡུགས་ཡོང་དང། གཡུ་ཡི་འདུ་ཁང་ན་རྟེན་འབྲེལ་བླ་མ་ཡི་སྟོང་ཕྲ་མོ་པོ་སེར་ཤ་རུ་འདུས་འདྲའི་རེ་རེ་ན། སྔོན་གྱི་ལས་དབང་ལས་དབང་ལས་ཨོ་ད་སྔོན་གྱི་ལས་ཀྱི་དབང་གིས་སམ་གང་གིས་ན། ལྷ་རྣམས་ནི་མི་ཐེངས་བདུན་ཙམ་གྱིས་ཐོ་ལ། མི་ཡག་གཟུགས་པོ་དུག་སུ་ལངས་བདེ་བས་ན། ཨོ་མིའི་གཟུགས་པོ་ཡག་ལངས་བདེ་བས་ཀྱི་གཟུགས་པོའི་ཚེ་ཡག་བདུན་ཙམ་གྱིས་ཡ། ལྷ་དེ་ཚོ་གཟུགས་པོ་ཆེ་ཡོད་རེད་ལྷ་མ་ཡིན་ལ། ངོ་ཚོའི་མིའི་དང་ངོ་ཚོ་དེ་དཔེར་ན། འདི་རེད་སྡོམ་ཁང་རེད་བ་དེ། སྡོམ་ཁང་ངོ་ངའི་ངའི་གཟུགས་པོ་འདི་སྡོམ་ཁང་རེད། ད་ལྷ་དེ་འདྲའི་གཟུགས་པོ་དེ་སྡོམ་བདུན་རེད་དང། གཟུགས་པོ་ཁོ་རང་དེ་དེ་འདྲའི་ཤོ་ཚར་དང། འདི་འདི་དང་འདི་དང་འདི་འདྲ་བོ་རེད་འདི་འདྲས་སོང་ཞིག། ལྷ་མ་ཡིན་དེ་ཚོ་གཟུགས་པོ་གཅུན་གཅུན་ད་གཟུགས་པོ་གཅུན་ཟིན་ལྷ་མ་ཡིན་ན་ངོ་ཚོ་ལས་འདི་བྱེད་གི་རེད་དང། གང་ལྟར་ཡང། རེད་དེ་ཡིན་ནའི་ད་བྷི་དཔའ་ཆེན་བྷི་དྲུག་བདུན་དེ་འདྲས་ཡོང་གི་དེ་འདྲས་ཡོད་འགྲོ། ད་ལྷ་ལྷ་དེ་ཚོའི་གཟུགས་པོ་དེ་ཚོ་ཁོ་ཚོ་ལས་ལྡབ་བདུན་ཆེ་ཡོད་དེ། ད་དེར་ལས་ཀྱི་དབང་གིས་དེ་འདྲའི་ཡོང་གི་ཡོད་ལྟ་སྟོབས་ཆེ་ཞིང་གོ་ར་འདྲ་གི་མི་འདུག་ལྷ་མ་ཡིན་རྣམས་ནི་སྨྲ་ཞིང། སྨྲ་ཞིང་ལྷ་རྣམས་ནི་གོ་ཅེས་པ་མ་གཏོགས། ལྷ་མ་ཡིན་རྣམས་ནི་སྨྲ་ཞིང་ལྷ་མ་ཡིན་དོན་གསལ་ས་ཆ་སྨྲ་བ་ལ་དེ་གའི་གཟུགས་པོ་ཡི་ཆུང་བ་ཡོད་རེད་སྟོབས་ཀའི་ཆུང་བ་ཡོད་རེད། ད་ལྷ་དེ་ཚོ་ག་འདྲི་ཡོད་རེད་སེམས་སྟོབས་གལ་ཆེ་བ་ཡོད་རེད་སྟེང་དུ་བསྡད་གི་རེད་འོག་ལ་བསྡད་གི་མ་རེད་མགོ་བོ་གཅད་པ་མ་གཏོགས་ལུས་ལ་རྨ་ཙམ་རྨ་ཙམ་བྱས་ཀྱང་དེ་མ་ཐག་ལྷ་ཡི་བདུད་རྩི་གསོ་བའི་མི་བྱི་ལ། ག་རེད་ད་ལྟ་གཟིགས་དང། ལྷ་དང་ལྷ་མ་ཡིན་ལ་ཁྱད་པ་ག་རེ་ཡོད་རེད་གཟིགས་དུས་གང་ན། ལྷ་མ་ཡིན་དེ་ཚོ་ལ་དཔེར་ན་ང་རང་ཚོ་བསམ་དང་ང་ཚོ་མི་རེད་བ། མི་ལ་ཕ་ནི་སུ་བྲིས་ཡིན་ནའི་རེད་ག་རེ་ཡིན་ན་གནད་འགག་ཆེ་ས་དེ་བ་ཅིག་མི་ཅིག་བྲིས་སུ་བས་ནི་ལམ་སང་ཤི་འགྲོ་བར་བ་དེ་དང། ད་ལག་པ་ལ་སུ་བ་ཤ་ཤ་རྐང་པ་དང་བདེ་བ་ལ་སུ་ན་ད་ཤིག་མར་བ་དང། གནས་ཁ་ཆེ་སར་བདེ་བ་ཞིག་ལ་བདེ་བ་གསུམ་དེ་འདྲས་ཁེགས་སོང་ན་ལམ་སང་ཤི་འགྲོ་བ་ངོ་ཚོ་མིན། དེ་ནང་བཞིན་ལྷ་མ་ཡིན་ཡང་དེ་འདྲས་རེད་གཟུགས་བོད་ཀྱི་གནས་ཆེ་སར་དེ་ཚོ་ལ་རེ་རེ་ཕོག་སོང་ན། མཚོན་ཆ་དེ་གས་ཤི་འགྲོ་གི་རེད། ལྷ་ལ་ག་རེ་ཡོད་སའི་གནས་ཆེ་སར་མོ་གོས་ག་བ་ཕོག་སོང་ནས། ཤེས་ཡས་ཡོད་མ་ལྷ་ལ། ལམ་སང་བདེ་བ་ལག་པ་འདུག་བཅས་སོང་ན་བདུད་རྩི་འདུག་བཏུང་ཡོད་ན་ལག་པ་དེ་ཡར་སྐྱེ་ཡོང། ལག་པ་སྦྱར་ཡོང་བ་སྟེ། རྐང་པ་འདུག་ཆས་སུ་ནི་བདུད་རྩི་བཏུང་སོགས་རྐང་པ་ཡར་སྦྱར་ཡོང་བ། གཟུགས་པོ་སྐྱེས་པ་དུམ་ཆས་སུ་ནི་ཡང་བདུད་རྩི་བཏུང་ཡོང་དུས་རྐང་པ་གཟུགས་པོ་སྦྱར་ཡོང་བ། ཐ་ལྷ་ག་དུས་ཤིག་རེད་སོང་མགོ་བཅད་སོང་ནི་ཤིག། འོ་དེ་མ་གཏོགས་མགོ་མ་བཅད་ཀྱི་བར་དུ་ལྷ་ཞིག་མ་གདའ། ཁོ་རང་གི་ལྷ་ཀྱི་ཡོན་ཏན་ཡོན་ཏན་གཟིགས་རོགས་ད་རེས་ལྷ་ཡིས་ཁོ་རང་གི་བསོད་ནམས་བསགས་པའི་གི་རྫུ་འཕྲུལ་ལ་ལྟོས་ནས་འོ་དེ་འདྲའི་ཡོང་ཨེ་ཡོང་རེད། ལྷ་ཡིས་མགོ་བཅད་པ་མ་གཏོགས་ལབ་སོང་སྟེ། ད་དེ་ངའི་ལག་མེད་ད་རྫ་སྤ་གྲུར་མོ་བྱས་སོང་གི་འདུག་སྟེ། ལྷ་ཡི་སྒོ་འབྱེད་པ་མ་གཏོགས་ལུས་ལ་རྨ་ཅི་ཙམ་བྱས་ཀྱང་དེ་མ་ཐག་ལྷ་ཡི་བདུད་རྩིས་གསོ་བས་མི་འཆི་ལགས་སེ། རྨ་མོ་རྐོས་ལག་པ་བཅད་དུམ་བུ་གཟུགས་པོ་དུམ་བུ་བཏུབ་པ་ཡིན་ན་ཡང་ལ་ཡང་བདུད་རྩི་བཏུང་ཡོང་ན་ཡང་ཉག་ཕྲག་ཡོང་གི་རེད་གསུངས་པ་རེད། སྒོ་བཅད་སོང་ན་དེ་ནི་ཡང་ལངས་ཡོང་བ་རྩ་ཚ་ཚ་རེད། དེ་མ་ཡིན་གྱི་ཤིང་རྟ་གར་ཕྱེ་བཟོ་ནས་གནང་ད་ཡོད་མ་རེད་གསུངས། ལྷ་མ་ཡིན་རྣམས་ནི་མི་ལ་སོགས་པ་བཞིན་དུ་ཟེར་ལྷ་མ་ཡིན་ད་ང་ཚོ་མི་ནང་ཞིག་རེད་ག་རེ་ཡོད་ཟེར། གནས་ཆེ་གང་དུ་ཕོག་ཀྱང་ཆེ་བས་རྟག་ཏུ་གཡུལ་ཕམ་པ་མང། འོ་ད་ལྷ་མ་ཡིན་དེ་འདྲའི་ནང་ལོགས་ལ་གནས་ཆེན་པོ་ཁོ་རང་གི་གཟུགས་པོའི་གནས་ཆེ་ས་དེ་འདྲའི་ཅིག་ལ་དེ་ནི་ཁ་སོ་རེད་མཚོན་ཆ་དེ་འདྲའི་ཕོག་སོང་ན་འོ་དེའི་ཆེད་ནས་ཤི་འགྲོ་གི་ཡོད་རེད་ཟེར་ལྷ་མ་ཡིན་དེ་ཚོ་ད་ང་ཚོ་མི་དང་འདྲ་བོ་རེད་གནས་ཆེ་ས་གཅིག་ལ་ཕོག་སོང་ན་ལམ་སང་ཤི་འགྲོ་གི་འདུག་ཆེ་བས་རྟག་ཏུ་གཡུལ་ཕམ་པ་མང་ཟེར་དེ་ལྷ་མ་ཡིན་ད་དུང་མང་ཆེ་བ་གཡུལ་ཕམ་འགྲོ་གི་རེད་ཁོང་རེ་སྨྲ་ཡི་འདུག་སྨྲ་དང་མ་སོང་ནས་མང་ཆེ་བ་ད་ལྷ་མ་ཡིན་ཕམ་འགྲོ་གི་རེད་ལྷ་དེ་རྣམ་པར་རྒྱལ་བ་ཆགས་འགྲོ་གི་རེད། ལྷ་ཡི་གླང་པོ་ཀུན་འབྱུང་མྱོས་པའི་སྣ་ལ་རལ་གྲི་འཁོར་ལོ་བཏགས་ཏེ། སྔགས་པ་སོགས་ཀྱིས་ལྷ་མ་ཡིན་འབུམ་ཕྲག་དུ་མ་གསོད་ཅིང། ད་ཡང་ལྷ་ལ་ག་རེ་གླང་ཆེན། ཀུན་འབྱུང་ཟིག་ཏོ་གླང་པོ་ཀུན་འབྱུང། ད་དེ་གར་སོང་རེད་དེ་ལྷ་ཡུལ་གྱི་སུམ་ཅུ་རྩ་གསུམ་གྱི་གླང་པོ་ཆེ་གི་མིང་སྟོབས་ཆེན་པོ་དེ་འདྲ་རེད་དེ། ད་ཁོས་གི་སྣ་དེ་ལ་རལ་གྲི་བཏགས་ཀྱི་ཡོད་རེད་གསུངས་རལ་གྲི་ཁྱེད་ཚ་བོ་ཞིག་བུ་ཅི་བཏགས་ཀྱི་མི་ཤིང་བཙོ་འདྲ་བྱེད། དེ་ནི་ཁོ་ལ་སྨྱོ་ཤུ་བླུགས་ཆང་དེ་འདྲ་བླུགས་ཏེ་སྨྱོ་པ་ནང་ཤར་ནས་གཅིག་བཏང་བཞག་ན། ལྷ་མ་ཡིས་འབུམ་གྲངས་མང་པོ་ཁོས་བསད་བཞག་རེད་དེ་ཤུ་བླུགས་དེ། ཚུལ་ནི་ཞིག་མ་རེད། ཕ་དེ་འདྲའི་སྲས་དུ་གདའ། དེ་འདྲའི་སྟོབས་ཆེན་པོ་དེ་ད་ལྷ་ལ་དེ་འདྲས་ཡོད་རེད་ལགས་སྙིམ་དུ་མ་བརྒྱབ་ན། དོན་དག་མཐའ་དེ་འདྲ་ངོ་ཚོ་ག་རེ་བཤད་དགོས་ཟེར་ལྷ་མ་ཡིན་གྱི་སྡུག་བསྔལ་སྐོར་བཤད་འདུག་ཨ་ག་ཚོའི་སྟོབས་ཆེན་པོ་ཡིན་ནའི་ད་ཁོང་ཚོ་བླ་ཁའི་ངོས་འདུག་ལྷ་དེ་ཚོ་ཨོ་དེ་འདྲས་ཡོད་རེད་ཅེས་བའི་རྟགས། གར་དུ། གླང་པོ་ཀུན་འབྱུང་མྱོས་པའི་སྣ་ལ་རལ་གྲིའི་འཁོར་ལོ་བཏགས། རལ་གྲི་འཁོར་ལོ་ཟེར་དུས་གང་ལ་རྣོ་ཆེན་པོ་རྣོ་མང་པོ་ཡོད་དེ་གའི་འཁོར་ལོ་རབ་ཡོད་ཟེར་དེ་ལྟར་རས་འཁོར་དང་འགྲོགས་དུས་གང་ལ་ལྷ་མ་ཡི་འབུམ་ཕྲག་མང་པོ་ཟེར་རས་འཁོར་ལོ་བཏགས་ཏེ་སྔགས་པ་སོགས་ཀྱིས་ལྷ་མ་ཡི་འབུམ་ཕྲག་དུ་མ་གསོས་ཤིང་བསྟེན། དེ་དག་གིས་རོ་རི་རབ་ཀྱི་ངོས་ནས་རྦབ་ཏུ་དཀྲིས་ཏེ་རོལ་བའི་མཚོ་ཆེན་རྣམས་ཀྱི་ངང་དུ་ལྷུང། དེ་ལྷ་མ་ཡིས་དམག་བརྒྱབ་དུས་གང་ལ་རི་རབ་ཁྱེད་ལ་དམག་བརྒྱབ་གི་ཡོད་རེད་དེ་ལྷ་མ་ཡིས་མང་པོ་ཡོད་གི་རེད་ཟེར་ནས་དམག་ཟགས་ཏེ་དམག་གི་ཚོགས་ལ་ལ་རོལ་བའི་མཚོ་ལ་མ་ལྷུང་འགྲོ་གི་ཡོད་རེད་གསུངས་བར་ད་རྒྱ་མཚོའི་ནང་ལ་ལྷུང་ནས་ཤི་འགྲོ་གི་རེད། ཚོགས་རྣམས་བརྒྱ་ཕྲག་གི་བཟློག་ཏུ་གནང་བ་སོགས་རྟག་པར་འཐབ་རྩོད་ཁོ་ན་ལ་བྱོས་འོ་ད་ཚོགས་དེ་ཚོའི་དམག་དེང་ཁྲག་གི་དེ་ཁྲག་མང་པོ་ལྷ་མ་ཡིན་མང་པོ་ཤི་བས་ཀྱི་དེ་འདིའི་གི་ཁྲག་དེ་ཚོགས་དེ་ཚོའི་དམག་དེང་ཁྲག་དྲུག་རེད་ཁྲག་མང་པོ་འབབ་ཀྱི་ཡོད་རོ་རྒྱུ་མཚན་དེ་རེད་འོ་དེ་འདྲའི་ཆེད་ནས་མི་ཚེ་དེ་དམག་རྐྱང་རྐྱང་ང་ལ་དུས་ཚོད་ད་ནི་དེ་འདྲའི་སྡུག་པོ་མྱངས་ནས་བསྡད་ཀྱི་རེད་གསུང་བ་ད་ལྷ་མ་ཡིན་དེ་ཚོ་ལྷ་མ་ཡིན་གྱི་གནས་ན་ཡང་སྡུག་བསྔལ་གྱི་རང་བཞིན་ལས་མ་འདས་པའི་ཚུལ་སྙིང་ཐག་པ་ནས་བསྒོམ་མོ། དེང་སང་ལྷ་མ་ཡིན་ཟིན་གྱི་འདི་སྡུག་པོ་རེད་འདུག་ག་དཀའ་ངལ་རྐྱང་རྐྱང་འདུག་ག། ཕྲག་དོག་ཅིག་ཁོང་ཁྲོ་ཀུན་ནས་ལངས་ནས་ཕྲག་དོག་དམག་བརྒྱབ། འཁྲུག་པ་ཁོ་ན་བརྒྱབ་བསྡད་མཁན་ད་འཁྲུག་པ་བརྒྱབ་ནས་ནམ་རྒྱུན་སོ་སོ་ཐོབ་ན་ད་ཨོ་སོ་ར་ཐོབ་གི་ཡོད་མ་ད་སྡུག་བསྔལ་སོ་སོ་ཤི་རྒྱུ་རེད་ད། དེ་འདྲའི་གི་སྡུག་བསྔལ་དེ་ཚོ་དཔེར་ན་ང་ལྷ་མ་ཡིན་ལ་སྐྱེས་སོང་ན་ཨོ་སྡུག་བསྔལ་དེ་སྐྱེས་ཏེ་ངས་མྱོང་དགོས་ཀྱི་རེད། དེང་སང་ང་ལྷ་མ་ཡིན་ལ་སྐྱེས་གི་ང་ཐབས་ཤེས་བྱེད་ཀྱི་མེད། ལྷ་མ་ཡིན་ལ་སྐྱེས་གི་རྒྱུ་གཙོ་བོ་དེ་ག་རེ་རེད་དོ་ཕྲག་དོག་རེད་ཤག་ཕྲག་དོག་དེ་ང་སྤང་གི་ཡིན་བསམ་པའི་འོ་དེ་ཀུན་སློང་དེ་ཁེ་ནས་དེ་ནི་སྨོན་ལམ་འདྲ་སྟབས། ཕྲག་དོག་དེ་སྤང་དགོས་ཀྱི་རེད་དེ་ལྟར་སྤངས་སོང་ན་ལྷ་མ་ཡིན་ལ་སྐྱེས་གི་མ་ཐག་ཆོས་ཚར་དང། འོ་དེའི་སྒོ་མེད་ད་སྒོ་མེད་གཙོ་བོ་དེ་དེ་རེད་དོ།